ཤོང་རྒྱ་གཉིས་འདུག་ག་ཤོང་རྒྱ་གཉིས་དེ་དཔའ་ལོག་རྒྱབ་པ་ཡིན་ན་ཤུག་ཨིན་ཏྲེ་དོན་གོ་རེད་ཟེར་ཡག་གི། རྟགས་མཚན་ཆེ་རེད། ད་དེ་ཆེ་ཆུང་བཟོ་གི་ན་དེ་ནས་བག་ཟོས་ཟོས་བ། Plus Minus བཤད། ད་དེ་ནས་འདི་ཚང་མ་ཚ་བའི་ཤུག་གོ་འདི་གནས་ཡས་དེར་པིན་ཟེར་ཡས་དེ། འདི་ཀོ་པི་ཟེར་ཡས་དེ་དཔེར་ན། ང་རང་ཚོ་ལ་ཤུག་གཉིས་པོ་དེ་གཉིས་དགོས་ཀྱི་འདུག་ན། ཨ་དེ་འདྲེ་བྱས་བྱས་གཉིས་ནི་གཉིས་ཁྲི་དགུ་རེད། གལ་སྲིད་གསུམ་གོ་དགུ་བསྡུ་ན་གསུམ་ཁྲི་དགུ་རེད། བཞི་གོ་དགུ་བསྡུ་ན་བཞི་བདུན་ཁྲི་ཟེར། ཨཱ་ནི། གཉིས་ཁྲི་བསྡུ་ས་ནི་ཤུག་གུ་ཡི་འདྲེ་གཉིས་བྱས་པ་དེ། ཐང་གཉིས་བརྒྱག་རུ་བ་འི་འདྲེ་རེད། ད་དེ་ནས་འདིའི་བ་དེ། འདི་སྤི་འདྲ་རེད། སྤི་འདྲར་ག་གི་ཡོད་ན་དེ་སྤི་འདྲར་དེ་རེད། འདི་ནང་སོ་སོར་པེ་ན་སོ་སོར་རང་ད་ཡོད་བཞིན་པ་དེ་རལ་གྲི་ཟེར་དེ་རེད། གློག་ཀླད་ལ་མཐུད་བཞག་པ་དེ་རལ་གྲི་ཟེར་དེ་རེད།

འདི་བ་དེ། འདི print selection ཟེར་སོང་བ། འདི་དེ་གསལ་གྱི་མི་འདུག་བ། འདི་ག་འདྲས་རེད་ཟེར་ན། དཔེར་ན། དུས་སུ་ཕག་ཕྱིན་ཟེར་བ། ད་སོ་སོ་གདམས་དགོས་ར་བ། གང་གདམས་པ་དེ་དཔའ་བློ་རྒྱ་གར་བན་དུ་བྱས་བྱས་ངས། འདུག་བྱས་ནས་ཡིག་དར་བཞི་གདམས་པ་བྱ་ཤར་བ་ཡིག་དར་བཞི་གདམས། གདམས་ཚར་བའི་ཞུ་གོ། དེ་ནས་ཕག་ཕྱིན། ཕྱིན་ནས། ཨ་རིའི print ལ་ཕྱིན།

གཅིག་བྲིས། སྐོར་མ་བྲིས། ཨ་ནི་ལྔ་བ་གོ་དགོས་ན་ལྔ་བ་བྲིས་སྐོར་མ་བྲིས། དེ་ནས་བདུན་པ་གོ་དགོས་ན་བདུན་པ་བྲིས་པ་ཡིན། ཨ་འདི་འདི་བྲིས་ཚར་བའི་ཞུ་གོ་ཨ་པི་རིན་འདི་འདྲེན་པ་ཡིན། ཤོང་རྒྱལ། འདི་ནང་ལ་ཡོད་པའི་ནང་ནས། ལྔ་དང། གཅིག་དང་ལྔ་དང་བདུན་མ་གཏོགས་གཞན་པ་དཔར་ལོག་རྒྱག་གི་མ་རེད། དཔེར་ན། ང་ལ་གཅིག་ནས་ལྔ་བར་འདུག་གོ་གཞན་པ་མོ་གོ་སི་ལབ་ཡིན། གཅིག་བྲིས། ཨ་ནི hyphen བྲིས། དེ་ནས་ལྔ་བྲིས་པ་ཡིན།

ད་དེ་མེད་པར་བྱ་གང་འདོད་འདུག་བྱ་བྱ། བར་སར་བྱ། བར་སར་བྱ་བྱ། དེ་ནས་དེ་ལ། ཨོ་ཏྲེད་པས་ཟེར་སོ། འདི་འདུག་སེམས་དམན་པ་ཡིན་ན། ཨ་ནི་ག་རེ་ཡོང་གི་རེད་ཟེར་ན། དཔེར་ན་ཤོང་རྒྱལ་གཅིག་ནས། དཔེར་ན་སྐབས་སུ་བབས་པ་དེ་ལ་ཤོང་རྒྱལ་ག་ཚོད་དོ། དཔེར་ན་ངས་དེ། དཔེར་ན་འདི་ནས་གཅིག་ནས། ད་འདི་རྒྱ་བདུན་ཡིན་པ་ཡིན་ན་གཅིག་རྒྱག་གི་རེད།

ད་དེ་ནས། Qualitative། ཟེར་དེ་ག་རེ་རེད་ཟེར་ན། དཔེར་ན་ང་ལ། སྐབས་སུ་བབས་པའི་འདིའི་ནང་ལ་ཡོད་པའི་འདས་ཤོག་གུ་སོགས། གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་འདུག་ག། བདུན་འདི་ང་ལ། བདུན་དགོས་ལབ་པ་ཡིན་ན། བདུན་དགོས་ལབ་པ་ཡིན་ན། ཨ་ནི། འདས་པའི་དང་ཕྱིན། Qualitative། བསྣན་པ་ཡིན་ན། ཐ་དེ་ནས་བཟླས་ལ། ཐང་བཟླས་དཔལ་ཆེན་ཀོ་བི་བདུན་བརྒྱ་ཀྱི་རུ་བ་ཀོ་བི་བདུན་བརྒྱ་བཟའ་བའི་གཞུག་གོ། དང་པོ་གཅིག་བདུན་བརྒྱ། ཡང་བསྐྱར་མ་གཅིག་ནས་བདུན་བར་དུ་བརྒྱ། འདི་ལ། ཀོ་ལི་ཏི་ཟེར། དཔེར་ན་སོ་སོ་ལ་ཡ། གཅིག་ནས་བདུན་བར་ཆ་ཚང་ཆ་ཚང་ཆ་ཚང་རེ་རེ་གོ་གོ་དུ་བཟླས་པ་ཡིན་ན་ཀོ་ལི་ཏི་བྱའོ། ཡང་གང་སྲིད། ད་ང་ལ། འདི་ཤོག་བརྒྱ་བདུན་པོ་དེ།

དེ་རང་ལ་ག་འདྲི་དགོས་ཀི་ཏོ། དགོས་པ་གཞི་བཟུང་གི། དཔེར་ན་དེ་ང་རང་ཚོར་དགོས་དེ་ཨེ་ཧྥོར་སའིས་དང་པོ་དེ་རེད། འདི་ཚང་མ་ཨེན་ཆི་ལ་རེད་འདི་ཨེན་ཆི་ལ་རེད། གལ་སྲིད་དེ་ང་དེ་སེན་ཏི་མི་ཏར་ཏི་གིས་ལབ་པ་ཡིན་ན། ག་འདྲི་བྱེད་དགོས་ཟེར་ན། ཨོབ་ཤོན་ལ་ཕྱིན། ཨེར་བྷན་ཕྱིན། ཨེར་བྷན་ཕྱིན་ནས། ལྡིས་པི་ལ་སེ་དེ་བ་དེ། འདི་ཨིན་ཆི་དེ་འདུག་ཟེར་ནས། དེ་ག་རེ་བྱ་ཡིན།

དེ་ནས་མར་བྱིན་ལ་ཕྱེད་ནས་རོ། ནས་རོ་བཞག་ཡོད་ན་ཟུར་དུ་བཞག་ཆུ་འཇུ་སླད་ཡོང་བར་འདུག་ཟེར། ཡེ། སོ་སོ་རང་གིས་འགྲིག་གི་ཡིན་ན། ཀ་སྐྲ་མར་བྱིན་ལ་ཕྱེད་འདི་ནང་འགྲིག་བར་གདའ། དེ་ལ་ཚང་མ་སོ་སོ་རང་གིས་ག་རེ་བླུ་ཡས་ནས་བླུ་ཡ་བྱེད། བླུ་ཡ་རེད། ད་དེ་ཤུག་གུ་གིས་བཟོ་ལྟ་དེ། ཁྲེས་ལ་དགོས་ཀྱི་འདུག་ན་ལན་སྐེབ་བཞག། གཞུང་ལ་དགོས་ཀྱི་འདུག་ན་པོ་ཏྲེ་ཏྲོ་བཞག། འདུག་བྱས། ད་དེ་ཀྲོབ་བཟས་ཏེ་འགངས་དེ་རེད།

ད་དེ་ནས། འདིའི་བ་དེ། འོ་འདི་ག་རེད་ཟེར་ན་འདི་འདྲའི་ཆེ་ས་བའི་ཞུ་སྒོ་དཔེར་ན་ཤོང་ཁྱེར་གཉིས་བསྣན་པ་ཡིན་ན་དཔེར་ན་ཨེ་ཧྥོར་སཱིས་གཅིག་གི་ནང་ལ་ཨ་འདི་འདྲའི་ཡི་གེ་གཉིས་གླེང་དགོས་པ་དཔེ་གཉིས་ཀ་གཅིག་དཔེ་གཅིག་ལ་གླེང་དགོས་པ་དག་ན་ཤིང། Four pages ཕལ་བཞི་བསླབ་པ་ཡིན་ན་ཤོང་ཁྱེར་བཞི་གི་ཡི་གེ་དེ་ཨེ་ཧྥོར་སཱིས་གཅིག་གང་ལ་གླེང་དགོས་པ་རེད། འདི་འདྲ་ཞིག་རེད། དག་ན six pages འདྲ་ཞིག་རེད།